དང་པོ་གནད་འགག་ཆེ་ཤོས་དེ་ག་རེ་ཟེར་ན་མ་ཧིན་དཱ་ར་ཁོ་རང་གི་དེབ་འབྲི་རྩལ་དེ་ནང་ལ་ཏི་བི་ཏི་ཇི་བི་ཀ་མ་ཧིན་དཱ་ར་ཟེར་ཡོད་རེད། སིང་ཧ་ལ་སྐད་ཀྱི་ནང་ལ་བོད་ཀྱི་བཙུན་པ་ཟེར་གྱི་དེ། དེ་ལ་རྒྱུ་མཚན་ཡོད་རེད་ཁྱེར་ཟེར་ན་གཅིག་སྟོང་བརྒྱད་བརྒྱ་བཅུ་དྲུག་ལ་དབྱིན་ཇི་དང་འབྲས་ལྗོངས་དང་པོ། རྨ་རྒྱལ་མགོ་གཙུག་སྒོར་སྐྱིད་སྡོང་བརྒྱད་བརྒྱ་སུམ་ཅུ་སོ་ལྔ་ནས་རྡོ་རྗེ་གླིང་ཤོར་ཚར་གྱི་ཡོད། སྐྱིད་སྡོང་བརྒྱད་བརྒྱ་དྲུག་ཅུ་རེ་ལྔ་ནས་རེ་བར་འབྲས་ལྗོངས་ཕལ་ཆེར་བོད་གཞུང་གི་སྡེ་བ་གཞུང་གི་ལག་པ་ནས་ཤོར་ཚར་གྱི་ཡོད། དང། སྐྱིད་སྡོང་བརྒྱད་བརྒྱ་དྲུག་ཅུ་རེ་ལྔ་ནས་སྐྱིད་སྡོང་དགུ་བརྒྱ་བར་དུ་དབྱིན་ཇི་གིས་འབྲས་ལྗོངས་གནས་ནང་ལ་པར་རྒྱབ་པའི་གི་དགོན་པ་དང་བླ་མ་དང་གྲྭ་པ་དང་སྔགས་པ་ཚང་མ་གི་པར་གི་འགྲེལ་བཤད་ག་རེ་བྲིས་ཡོད་རེད། Tibetan Monasteries ཅེས་ཡོད་རེད། Tibetan Monks ཅེས་ཡོད་རེད། Tibetan Monk Dancers ཅེས་ཡོད་རེད། བོད་ཡིན་ལ་ལ་རེད་མ་གཏོགས་རེད་བ་དེང་སང་གི་བཤད་སྟངས་ནང་བཞིན་བྱས་ནས་རེད་བ། ང་ཚོ་ཁོང་ཚོ་བོད་པ་རེད་ང་ཚོ་འབྲས་ལྗོངས་ཡིན་ཟེར་གྱི་འགྲོ་ཡང་མིན་ན་ཁོང་ཚོ་བོད་དྲི་ཡ་རེད་ཁོང་ཚོ Tibetan Refugee རེད་ཟེར་གྱི་དེ་ཐ་སྙད་དེ་ཚོ་སྐད་ཆ་ཚང་མ་གསར་པ་རེད། གནའ་སྔ་མོ་འབྲས་ལྗོངས་ཡིན་ལ་ལ་ག་ས་བོད་པ་ཡིན་ལ་ལ། ལྷག་པར་དུ་དུས་རབས། བཅུ་བཞི་བཅད་ལྔ་བཅུ་དྲུག་བཅུ་བདུན་པ་ལ་ལོ་རྒྱུས་བཏང་འོང་ན་གྲུ་མོ་དང་གཅིག་ཕག་རི་དང་གཉིས་འབྲས་ལྗོངས་དང་གསུམ། དེ་ནས་འབྲུག་པ་ཧ་བ། དཔའ་རོགས་ཡོད་ས་ཧ་བ་འདི་ཚང་མ་ལ་བོད་པ་ཡིག་ཆ་ནང་དུ་ལྷོ་བ་སེ་ཡོང་གི་རེད། དེ་འདྲ་ཡིན་དུས་དེ་ཁོ་རང་གི་སྤེན་པ་དོན་གྲུབ་ཀྱིས་དེ་ནས་ཕྱི་རྒྱལ་རིགས་ཀྱི་ལུང་པར་སླེབས་ཀྱི་ཡོད་རེད། འབྲས་ལྗོངས་ལབ་ན་ཅིས་ན་ཕྱི་རྒྱལ་གྱི་ཧ་གོ་གི་མ་རེད་བོད་ལབ་ན་ཧ་གོ་ཆེ་གི་ཡོད་རེད་དངོས་གནས་བྱས་ན། དེ་བོད་ཆེན་པོ་གི་ཁུངས་གཏོགས་རེད་ཀྱི་ཡོད་རེད་དེ་འདྲ་ཡིན་དུས་རྩ་ནས། ཁོ་རང་གི་དེབ་བྲིས་ཚད་དེ་ལ་དེ་ནས་ཏི་པི་ཏི་ཇི་བི་ཀ་མ་ཧིན་དི་ར་སི་ཀི་ཏི་བྲིས་ཡོད་རེད། དེ་འདྲ་དེ་རྒྱུ་མཚན་དེ་འདྲ་ཞིག་ཡིན་གྱི་རེད་དྲན་འདུག་གི་འདུག་ད་ང་ཚོ་འདྲ་ཆགས་ཡོང་ན་སྤྱི་སྟོང་དགུ་བརྒྱ་དོན་བཅུ་དན་དགུ་ལ་འབྲས་ལྗོངས་ལ་དེ་ནས་དཔེ་མཛོད་ཁང་གི་ནི། ངག་རྒྱུན་ལོ་རྒྱུས་དང་དཔེ་ཆ། ལོ་རྒྱུས་འཚོལ་སྒྲུབ། དཔེ་ཆ་རྙིང་པ་འཚོལ་སྒྲུབ་པར་རྙིང་པ་འཚོལ་སྒྲུབ་དེ་འབྲེལ་གྱི་དོན་དག་ལ་རྡོ་རྗེ་གླིང་བཀའ་བློན་པོ་འདྲེན་ཆུང་ལ་ང་ཚོས་དཔེ་འཚོལ་ཁང་བཏང་ཡོད་རེད། ཐེངས་དང་པོ་དེ་ང་ཚོ་དེ་དུས་དེར་འདྲེན་ཆུང་ནང་ལ་བོད་རིག་པ་ཞིབ་འཇུག་པད་མ་སེར་མཁས་པ་དེ་ནི་དཔེ་ཆ་བོད་ཀྱི་དཔེ་ཆ་ལོ་རྒྱུས་རྗེས་རབས་དང་རིག་གནས་སྐོར་ལ་དཔེ་ཆ་ཡག་ཤོས་ཉར་བསྡད་མཁན་འདྲེན་ཆུང་གི་བློན་པོ་འབའ་ཉག་ཨ་ཐིང་ཟེར་མཁན་གཅིག་ཡོད་རེད་དེ་དང་དགེ་འདུན་ཆོས་འཕེལ་གྱི་གྲོགས་པོ་རེད། མ་ཧིན་དྷ་ར་གའི་གྲོགས་པོ་རེད། ལོ་ཁོ་ཚོ་གཅིག་པ་རེད། འབའ་ཉག་ཨ་ཏི་ཉིས་སྟོང་དགུ་བརྒྱ་བཅུ་མེད་གཉིས་ལ་འཁྲུངས་སྟོང་དགུ་བརྒྱ་གྱ་བཅུ་གྱ་བརྒྱད་ལ་གྲོངས་རེད། དགེ་འདུན་ཆོན་པས་སི་རི་ལང་ཁ་ལ་འགྲོ་དུས Passport ཡི་གེ་ཡི་གེ་ཚང་མ་འབའ་ཉག་ཨ་ཏི་སི་ངན་ཐི་གིས་སྤྲད་ཡོད་རེད་ཁོང་དེ་དུས་འབྲས་ལྗོངས་ཀྱི་ད Chief Secretary རྒྱ་འབྲོག་གི་བྱས་ནས་བློན་པོ་མཐོ་ཤོས་དེ་རེད། དེ་འདྲས་ཀྱི་འབྲེལ་བ་ཡོད་རེད་དེ་ནས་ང་ཚོ་ཉི་མ་གཅིག་སྐད་ཆ་དྲིས་འོང་དུས། སྤེན་པ་དུད་འགྲོ་གི་ཤག་ཉེས་རྒན་པ་བཀའ་གཙིགས་ཟླ་བ་བསམ་འཕྲུལ་ཟེར་རྒྱུ་ཞིག་དེའི་སྐོར་སྐད་ཆ་དྲིས་འོང་དུས་དེ་ཚང་མ་ཧ་གོ་གི་རེད་ཚིག་མཛོད་དེ་འདྲ་ཡོད་རེད་དེ་ནས་མི་ལ་རེ་བ་གནང་ཐང་ཨིན་ཇི་ནང་བསྒྱུར་ཡོད་རེད་བར་དུ་ཐོས་གྲོལ་ཨིན་ཇི་ནང་ལ་བསྒྱུར་ཡོད་རེད་ཤིང་རྟ་སིམ་ལ་གི་ཆིངས་ཡིག་ང་ཚོས་བོད་པ་དང་ཨིན་ཇི་གཉིས་བཤད་རེས་གཏུག་རེས་བྱས་ཤར་བ་ཚང་མ་བོད་ཡིག་ཚང་མ་ཨིན་ཇི་ནང་བསྒྱུར་མཁན་ཁོང་རང་རེད་བཀའ་གཙིགས་ཟླ་བ་བསམ་འཕྲུལ་ཁོང་རང་ཤ་ཉེ་རྒན་པ་རེད་དེ་དེ་ང་ཚོ་བརྒྱུད་ཡོད་ཙང་དེ་འདྲའི་སྐད་ཆ་བཤད་བསྡད་པའི་ཁ་ཐུག་ལ་བ་ཉག་བ་དེང་གི་ཨོ་ཁོང་རང་གི་ཤ་ཉེ་ཆུང་བ

ང་དཔེ་མཛོད་ཁང་གི་བོད་ཡིག་དཔར་སྐྲུན་སྡེ་ཚན་གྱི་འགན་འཛིན་ལ་བསྐོས་སོང། དེ་བསྐོས་དུས་ང་ཚོས་དཔར་སྐྲུན་བྱས་དེབ་དང་པོ་དེ་རག་རག་རིན་པོ་ཆེ་གི་དགེ་འདུན་ཆེན་པོའི་ལོ་རྒྱུས་འདིར་རེད་འདོད་དེ་བལྟ་འོང་དུས་དེ་ནི་མ་ཧིན་དར་སྐོར་གྱི་བྲིས་འདུག་ཡང་བསྐྱར་དེ་ནི་དེ་བལྟ་འོང་དུས། ཡང་འབའ་ཉག་ཨ་ཏིའི་ཚང་གི་ཅིག་བཤད་རྒྱུ་དེ་ད་འདི་ན་འདས་འདུག་བ་སང་སང་འདྲ་ཡང་ངེས་ཤེས་གསར་པ་ཞིག་སླེབས་སོང་ད་འདི་ནང་ལ་ག་རེ་བྲིས་ཡོད་ད་འདི་རག་རག་རིན་པོ་ཆེ་བྲིས་ཤར་བ་དེ། དགེ་འདུན་ཆེན་པོས་གསུང་བྱ་བ་ཅི་འདི་ན་བྲིས་ཡོད་རེད་རྭ་རྭ་རིན་པོ་ཆེ་ཁོ་རང་སིར་ལངྐ་ལ་ཕེབས་མྱོང་ཡོད་མ་རེད་བ་ལ། དེ་ནི་དེ་མ་གཞི་ད་ལྟ་འདི་ནས་དཀོན་རྒྱང་གི་ཅིག་གསུངས་སོང་དེ་ད་དུང་ངས་ཅི་མ་ཅིག་ཀློག་ཆོག་བ་ཅི་རེད་བ་ལ། དེ་སྔོན་ཙང་ལ་སིངྒ་ལར་དགེ་སློང་མ་ཧིན་དཱ་ར་ཟེར་བའི་སྙན་ངག་མཁན། ཡོངས་སུ་གྲགས་པ་ཞིག་བྱུང་འདུག་དགེ་སློང་མ་ཧིན་དཱ་རའི་རྩ་བའི་མི་རིགས་ནི་བོད་པ་རེད་འདུག་ཁོང་སིང་ཧ་ལར་སྙན་གྲགས་ཤིན་ཏུ་ནས་ཆེ་ཞིང་ཁོང་གི་རྩོམ་པ་པཱ་ལི་ནང་བྲིས་འདུག། རང་རང་རིན་པོ་ཆེ་གི་སྡེར་ང་ཚོ་བརྒྱ་ཆ་ཐམ་པ་ལོག་ལ་བར། དེ་གི་རྗེས་ནས

གཞུང་མཚམས་ནི་བསྡུ་རུབ་ཅན་ཡིན། ད་བར་ནང་བཞིན་མ་ཡིན་ད་ར་རང་དབང་གང་ལ་ཉན་ཤེས་བྱེད་བདེ་མཁན་སི་རི་ལང་ཁ་གི་མཁས་པ་དེ་འདྲས། དེ་འདྲས་ལ་ང་ཚོ་འབྲེལ་བ་བཅས་ཡིག་ཆ་རུག་རུག་ཅན་ཡིན། གཞུང་མ་དེ་མཁས་པ་དེ་ཨེལ་ཏི་ཏི་དང་སི་རི་ལང་ཁ་ནང་པ་གཉིས་འཛིང་རེ་བཏུགས་ཤ་བའི་ཁ་ཐུག་ལ་བསྲེས་ཤོར་འདུག་ཁོ་རང་དཔེ་མཁས་པ་རེད། དེ་ནས་པར་རྙིང་པ་མང་པོ་རག་སོང་དེ་ནས་ལྷག་པར་དུ་ལང་ཀ་མ་རྡ་སི་ངན་དེ་ཨིན་ཅི་ན་བསྒྱུར་བཞག་པ། དེ་ནི་སི་རི་ལང་ཀ་སྐད་ཡིག་ཐོག་ལ་ཡོད་པ་དེ་ནི་སི་རི་ལང་ཀ་གི་བསླབ་གྲྭ་གི་ཀློག་དེབ་མང་པོ་མ་ཡིན་དར་གི་བརྩམས་འདུག་དེ་ཚོ་ཚང་མ་གི་པར་ཐེངས་དང་པོ་པར་ཐེངས་གཉིས་པ་དེ་འདྲ་ང་ཚོ་རུག་རུག་ཅིང། དང་འབྲེལ་པ་གཉིས་པ་བོད་པ་སུ་བྱུང་ཡོད་རེད། དགེ་སློང་སྒྲོལ་འབངས་རིག་འཛིན་དབང་པོ་སེང་ཆེན། འདི་གི་སྲིང་མོ་དེ་མཐར་ཕྱིན་འབའ་བུ་གི་གདུང་རོགས་རེད། ཁོ་རང་ལྷ་ས་གི་གཅིག་རེད་འདུག་འདུག་ཁོང་མ་ཧིན་དཱ་ར་དང་མཉམ་དུ་མ་ཧིན་དཱ་ར་ཞིང་ལ་མ་ཕེབས་གོང་ནས་ལོ་ཁ་ཤས་ཅིག་རིང་གང་ལ་དེ་ནི་སི་རི་ལང་ཀ་མཉམ་དུ་བྱས། དགེ་སློང་སྒྲོལ་འབངས་སྒྲོལ་མའི་འབངས་ཞིག་གི་སོ་རེད་ཏཱ་ར་དཱས་སྒྲོལ་མའི་འབངས་སྒྲོལ་འབངས་རིག་འཛིན་དབང་པོ་ཁོང་གིས་པཱ་ལི་གི་སྐད་ནས་མདོ་ཁ་ཤས་ཅིག་བསྒྱུར་ཡོད་རེད། ད། མ་ཡིན་ད་རེ་ད་བོད་པ་རང་མཉམ་དུ་སྐད་ཆ་བཤད་ཐུག་རོགས་བྱེད་ཕར་ཚུར་འཆམ་པོ་བྱེད་ས་བོད་པ་ཐ་མ་དེ། དགེ་སློང་དང་དང་མགྲོན་འབངས་རིན་ཚོད་འོང་པོ་ཟེར་ངེས་དེ་རེད། དེར་བརྟེན་ཀ་ལིམ་པོང་ཐ་ཆེན་པ་པོ་གི་ཚགས་པ་རྒྱ་ས་ལ་ཡོད་རེད་དེ་ཕལ་ཆེར་གྱ་བཅུ་གྱ་དྲུག་གྱ་བདུན་ཅིག་ལ་འདས་ཤོར་སོང། ཁོང་ལ་བཀའ་འདྲི་ཞུས་ནས་དེ་ནས་མ་ཡིན་ད་རེ་སྐོར་ལ་ག་རེ་ཤེས་མ་ཐུག་ཚོད་ང་ཚོ་དེ་འདྲའི་རུག་རུག་བྱས་དེ་འདྲ་རེད་སོང། ཨ་ལགས་ཀྱི་དང་པོ་དོ་སྣང་ཅུང་བབ་འདུག་ཉན་ཤེས་བྱེད་མཐའ་མ་ཕྱག་ལས་མཐའ་བཞོག་པས་མ་ཟད་ཡག་པོ་གནང་འདུག་ཐུགས་རྗེ་ཆེ་ཞུ་གི་ཡིན་དེ་ནས་ད། གནད་ཆེ་ས་གཅིག་ད་དུང་ག་རེ་སོང་ད་ལྟ་ཁོང་ཚོ་གི་སྐུ་མཆེད་མང་པོ་ལྷག་ཏུ་ཡོད་རེད་ཡིག་ཆ་འདྲ་ད་དུང་ཏོག་ཏོག་སུ་ཡོད་རྒྱུ་རེ་དྲན་བསྡད་ཀྱི་འདུག་དེ་ནས་དཔེར་ན། འབྲས་ལྗོངས་རྒྱ་བལ་གྱི་ཞབས་ལ་ཤོར་ཚར་བའི་རྗེས་ལ་ཅིབ་མིནིས་ཏར་དང་པོ་དེ་གི་སྐུ་མཆེད་དེ།

དབྱིན་ཇི་གི་ག་དུས་ན་རྒྱ་གར་ཡིན་ན་འདྲ་སི་རི་ལང་ཀ་འདྲ་ད་རང་བཙན་འཐབ་རྩོད་བྱས་ཡོང་དུས་དབྱིན་ཇི་གི་གསང་བའི་ལས་ཁུངས་ཀྱི་ཡིག་ཆ་སྤེལ་མེད་ངས་མི་རེ་རེའི་སྒང་ལ་དེ་ནི་དོ་སྣང་བྱས་ཡོད་དེ་ཡིན་དུས་དབྱིན་ཇི་གི་གསང་བའི་ཡིག་ཆ་ནང་དེ་ནང་ནས་སི་རི་ལང་ཀ་གི་རང་བཙན་འཐབ་རྩོད་པ་གི་ཡིག་ཆ་ནང་བལྟ་འོང་ན་མ་ཡིན་འདྲ་རེ་སྐོར་ལ་དཔེ་གསར་པོ་ཡག་པོ་ཡོད་རྒྱུ་རེད་དེ་འདྲ་ཅིག་དྲན་འདུག་ད་ང་ཚོ་དེ་འདྲ་ལྟ་རྒྱུ་ལྟ་ཁོམ་རེད་མ་སོང་དུས་འདིར་ཨ་ལགས་ཀྱི་གཞུང་མ